རྣམ་པ་ཚེ་ཨ་རིའི་རླུང་འཕྲིན་ཁང་གི་ཀུན་སློང་བརྙན་འཕྲིན་ལས་རིམ་གྱི་བརྗོད་གཞི་གཉིས་པ་ལ་མུ་མཐུད་ནས་གསར་འཛུགས་གནང་བར་དགའ་བསུ་ཞུ། ཐེངས་འདིའི་ཀུན་སློང་ལས་རིམ་དུ། ཡུ་རོབ་འཇར་མན་དུ་རྟེན་གཞི་བྱས་ཡོད་པའི་བོད་རིགས་མཐུན་ཚོགས་ཀྱིས་གོ་སྒྲིག་བྱས་པའི་འོག་ནས་ནད་ཡམས་ལ་མ་འཛེམས་པར་རྐང་འཁོར་སྐོར་སྐྱོད་ཀྱི་བོད་དོན་དྲིལ་བསྒྲགས་ལས་འགུལ་ཞིག་སྤེལ་བཞིན་པ་འདིའི་ཐད་ནས་བགྲོ་གླེང་ཞུ་གི་ཡིན། གནད་དོན་འདིའི་ཐོག་ལ། ད་ལྟའི་ཆར་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་ཁྲོད་དུ་ཉམས་ཞིབ་བྱེད་བཞིན་པ་བོད་རིགས་མཐུན་ཚོགས་ཀྱི་ཚོགས་གཙོ་བློ་བཟང་ཕུན་ཚོགས་ལགས་གདན་འདྲེན་ཞུས་ཡོད། བློ་བཟང་ཕུན་ཚོགས་ལགས་བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས། བློ་བཟང་ཕུན་ཚོགས་ལ་ད་ཕྱི་སྟངས་ཡིན་ན་ད་ལྟ་གི་དུས་ཚོད་འདི་ལ་འཛམ་གླིང་སྤྱི་ཡོངས་ལ་ད་ནད་ཡམས་ཀྱི་ད་གནས་ཚུལ་ལབ་ན་འདྲ་འདུས་གི་དཀའ་ངལ་གྱི་མི་ཚང་མ་ཁྱིམ་སྡོད་བཀའ་རྒྱ་ལ་སོགས་པ་གྱི་གནས་སྟངས་གྱི་འོག་ལ་ཡོད་དུས་ད་ལྟ་ཁྱེད་རྣམ་པ་གྱི་ད་རྐང་འཁོར་ལ་སོགས་པའི་འདི་འདྲའི་ལས་འགུལ་སྤེལ་དུས་སྐབས་དེ་ལ་ཕྱི་སྟངས་བདེ་ཐང་གི་སྒང་ནས་ཉེན་ཁ་ཅིག་ཡོང་གི་བ་རེད་གཞན་པ་ཡ་དཀའ་ངལ་མང་པོ་ཡོད་རྒྱུ་རེད་ཁྱེད་རྣམ་པ་གྱི་གནས་སྟངས་འདིའི་སྒང་ནས་ཨ་ནི་མཛའ་གྲགས་ངང་ལས་འགུལ་འདི་སྤེལ་དགོས་ཡག་རྒྱུ་མཚན་ག་རེ་ཡིན་ན། ང་ཚོའི་ལས་འགུལ་དེའི་དུས་ཚོད་འདི་ལ་དཔེ་དགོས་ཡ་གི་སྤྱིར་བཏང་གི་ན་ཡམ་དེ་གི་ད་ཅི་ན་ཚ་དང་དེ་ཚོ་ལ་ཤེས་ན་ད་དེ་འདི་འདུག་དེ་ཡིན་ནའི་ད་ད་འདི་དུས་ཚོད་ལ་ང་ཚོ་འཛམ་བུ་གླིང་གི་རྒྱལ་ཁབ་དང་མི་མང་མང་པོ་ཅིག་གི་རྒྱ་ནག་ལ་ཕར་ཁ་ཕྱོགས་བྱས་ནས་ཨ་ནི་རྒྱ་ནག་ལ་གདོང་ལེན་བྱེད་བསྡད་པའི་དུས་ཚོད་འདི་འདྲི་གཅིག་ལ་ཨ་ནི་ང་ཚོའི་ངོས་ནས་ཅིག་ལྟད་མོ་ལྟ་ནས་བསྡད་བསྡད་པ་ཡིན་ན་ཁོ་ཏག་ཏག་ཅིག་བསྡད་གི་མེད་པ་སོང་ཙང་ཨ་ནི་ང་ཚོའི་ངོས་ནས་ལན་བསྐུར་གྱི་ད་དེ་རིགས་ཅིག་བཀོད་སྒྲིག་ཞུས་པ་ཞིག་ཆགས་འདུག་ལགས། ད་ལྟ་ལྟར་ལས་འགུལ་འདི་སྤེལ་དུས་སྐབས་ལ་ནམ་རྒྱུན་དང་འདྲ་གི་ཡོད་ཀྱི་མ་རེད། ཡང་ནམ་རྒྱུན་ཡིན་ན་ལམ་ཁ་དོ་བ་ལ་མི་མང་པོ་དང་ལྟོས་འདྲིས་ཡོད་ཀྱི་རེད་ཁྱེད་རྣམ་པ་ག་འདྲིས་བྱུང་སོང་ད་ད་ལྟ་བར་དུ་རྐང་པ་རྒྱབ་ནས་དེ་རྐང་འཁོར་བྱུང་ནས་ཉི་མ་ག་ཚོད་འགོར་སོང། ང་ཚོ་ད་ཁ་སང་ང་ཚོ་འཇར་མན་གི་རྒྱལ་ས་ཉིན་པ་སྦོག་ནས་ཁ་སང་འགོ་ཚུགས་རེད་ཁ་སང་ཞོགས་ཀའི་ཆུ་ཚོད་བཅུ་དང་ཕྱེད་ཀ་སྦོག་འགོ་ད་ལྟ་གྲོང་ཁྱེར་ལས་ཁུངས་ཀྱི་མདུན་ནས་འགོ་ཚུགས།

རྐང་འཁོར་སྐོར་སྐྱོད་འགྲོ་གཉིས་ཀྱི་གྲངས་ཚད་དེ་ཚེས་གཅིག་ཁ་སང་སྙེ་མ་ནས་ད་ལྟ་ཉེས་རྟོག་ལས་ཁུངས་དང་སྡེ་ཚོགས་ལ་ཆོག་མཆན་ཞུས་པའི་སྐབས་ལ་ཚེས་གཅིག་ཁོང་ཚོས་ངེས་ཅན་གྱི་ཡོད་རེད་དེ་འདྲའི་གི་ད་ད་ལྟ་ང་ཚོ་དེ་རྐང་འཁོར་སྐོར་སྐྱོད་དེ་ནང་ལ་མི་བདུན་དུ་མཉམ་ཞུགས་བྱས་ཡོད་རེད་དེ་གི་མ་གཏོགས་གཞན་དག་གི་ང་ཚོ་གཅིག་མི་མང་ལ་ཕ། གཅིག་གསལ་བསྒྲགས་བཀྲམ་ཡང་དང་བདེ་སྲུང་གི་རིགས་དེ་ཁོ་རང་ཚོ་ངོས་ནས་ན་ཡང་ད་ལྟ་གཅིག་རྔམ་སྟྲག་དང་དེ་འདྲ་མེད་པའི་ཐོག་ནས་གཅིག་གསལ་བསྒྲགས་ཀྱི་ཤོག་གླན་ཡང་དང་བདེ་སྲུང་གླན་གྱི་འདུག་ཨ་ནི་གཅིག་མི་མང་གི་ངོས་ནས་ན་ཡང་དོ་སྣང་བྱེད་ཡང་དང་བདེ་སྲུང་ད་ད་ལྟའི་དུས་ཚོད་འདི་འདྲའི་རྗེས་ལ་ཁོ་རང་ཚོ་ག་གཅིག་དཀའ་ངལ་དང་གཅིག་ད་ནད་ཡམས་ལ་དེ་ཚོ་ལ་གཅིག་འཇིགས་སྐྲག་མེད་པའི་ཐོག་ནས་ལས་འགོར་འདི་སྤེལ་བ་དེ་ལ་ཁོ་རང་ཚོ་ངོས་ནས་ན་ཡང་གཅིག་བསམ་བློ་གར་སེ་འོར་གཅིག་བསམ་བློའི་ཐོག་ནས་རྒྱབ་སྐྱོར་དང་འོ་དེ་འདྲའི་རྣམ་པ་ཡོང་གི་འདུག་ནའོ། ཨ་ནེ་ལས་འགུལ་འདི་ཕར་ཆེར་བོད་རིགས་ཚོགས་པ་གི་གོ་སྒྲིག་བྱེད་རྒྱུ་རེད་འདུག་འདི་ག་རེ་བཅས་གོ་སྒྲིག་བྱས་པ་ཡིན་ཨ་ནེ་ཡ་ཁྱེད་རྣམ་པ་འདི་ད་སྤྱིར་བཏང་ཡིན་ན་ད་ནད་ཡམས་དང་འདི་འདྲི་གི་སྐབས་ལ་འཛུལ་བསྡད་ན་འགྲིག་གི་མི་འདུག་ལ་ཡ་ཁྱེད་གསུང་བ་ནང་བཞིན་རེད་དེ་ད་ལྟ་གི་དུས་ཚོད་འདི་ལ་གོ་སྒྲིག་བྱེད་དགོས་ཡ་དེ་གང་ཡིན་ན། ད་སྤྱིར་བཏང་གི་ང་ཚོ་བོད་དོན་གི་ལས་འགུལ་དེ་ད་བར་སྐབས་འདི་ལ་གཏོགས་སུ་ཉམས་ཆག་ཆེན་པོས་བཟོ་འདྲ་བོ་ཅིག

ད་ལྟའི་སྐབས་ལ་རྒྱ་ནག་གི་ནད་ཡམས་དེ་གི་འཛམ་བུ་གླིང་གི་ཐུགས་སུ་རྒྱ་ནག་ལ་ཕ་གཅིག་མ་འདོད་པའི་རྣམ་འགྱུར་བསྟན་ཡ་དང་དེ་འདྲིས་གི་གནས་ཚུལ་ཞིག་སྐབས་ལ་ང་ཚོ་གོ་སྒྲིག་ཞུ་དགོས་ཡ་གི་དོན་དག་གཙོ་བོ་དེ་དུས་ཟིན། ད་ལྟ་ཁྱེད་རྣམ་པ་ཉམས་ཞིག་བྱེད་མཁན་ཕར་ཆེ་བོད་རིགས་ཚོགས་པ་རང་གི་མི་རེད་པས་ཨ་ནི་ཇར་མན་གི་ས་གནས་ག་བ་ག་བ་གི་ནད་ཡམས་ཞིག་བྱས་བ་རེད། ད་ལྟའི་གོ་སྒྲིག་ཞུ་མཁན་དེ་ང་ཚོ་རྒྱ་གོ་བོད་རིགས་ཚོགས་པ་རེད་རྒྱ་གོ་བོད་རིགས་ཚོགས་པའི་ངོས་ནས་གོ་སྒྲིག་ཞུས་རེད་ད་ལྟ་འདི་གི་རྐང་འཁོར་སྐོར་སྐྱོད་གི་ལས་འགོར་ནང་ལ་མཉམ་ཞུགས་བྱེད་མཁན་དེ་ང་ཚོ་ད་ལྟ་ས་གནས་ཁག་དྲུག་ཡོད་རེད་ས་གནས་དྲུག་གི་ནང་ནས་ད་ལྟ་ང་ཚོ་ང་བསྡད་ས་གི་ས་གནས་ནོར་ཏེ་རན་བེ་སི་པ་ལན་དེ་ནས་ང་ཚོ་ང་བྱེད་ད་ལྟ་ཏིང་ཙན་ཚུལ་ཁྲིམས་བྱེད་ཨ་ནེ་ཚེ་རིང་ང་ཚོ་གསུམ་རེད་ཨ་ནེ་ཧམ་སྦུག་གི་ས་གནས་ནས་བསམ་གཏན་བྱེད་བློ་བཟང་བྱེད་ཨ་ནེ་ཏིང་ཙན་ཁོང་ཚོ་གསུམ་ཧམ་སྦུག་ནས་རེད་ཨ་ནེ་ད་ལྟ་སྦེར་ལིན་ནས་ཡེ་ཤེས་རེད་ཨ་ནེ་ང་ཚོ་བདུན་དེ་བོན་ནས་སྦེར་ལིན་བར་དུ་ཀི་ལོ་མི་ཀྲི་བདུན་བརྒྱ་ཟེར་ཁོ་ཤཱཀྱ་འགྲོ་གཉིས་དེ་རེད་ཨ་ནི་དེའི་བ་རུ་ལ་ད་ཁ་སང་ང་ཚོ་བོད་ནས་ཨུ་པ་ཐལ་བར་དུ་བོད་པ་ལ་རྒྱབ་སྐྱོར་བྱེད་གཉིས་ཀྱི་དབྱིན་ཇི་གཉིས་མཉམ་པོ་སླེ་རེད་ཨ་ནི་བོད་ནས་ཁོད་ལན་བར་དུ་ང་ཚོ་བོད་པའི་ཕོ་སར་གཉིས་མཉམ་པོ་སླེ་རེད་ད་སེང་གཉིས་ནས་ང་ཚོ་ད་ལྟ་ཧམ་ད་ལྟ་ང་ཚོ་གཞི་ནས་ཧམ་ལ་འགྲོ་རྒྱུ་རེད་ཧམ་ལ་དོ་ཁོང་ཕ་གིའི་སྡེ་གི་རེད་ཧམ་ནས་སེང་གཉིས

ཨ་ཁྱོད་འདོམས་ཉི་མ་ག་ཚོད་འགྲོ་ཡག་གི་འཆར་གཞི་ཡོད། ཁྱོད་འདོམས་ཁྱོད་འདོམས་ཉི་མ་བརྒྱད་ཁ་གི་རེད་ཉི་མ་རེ་རེ་ལ་ང་ཚོ་ཁི་ལོ་མི་ཀྲི་ད་ཁ་སང་ཁི་ལོ་མི་ཀྲི་བརྒྱད་ཅུ་ལྷག་གི་རེད་དེ་རིང་བརྒྱད་ཅུ་ལྷག་གི་རེད་ཨ་ནི་ད་སང་ཉིན་དེ་ཐག་རིང་ཡག་ཡོད་རེད་ཉི་མ་བརྒྱད་གི་སྒང་ལ་དགོས་ཤ་རྒྱག་ནས་དུས་སུ་འགྲོ་འོ་རེད་ལགས། ད་ལྟ་ཁྱོད་ཚོ་གཅིག་དཀའ་ངལ་ཆེ་ཤོས་དེ་ག་རེད་འདུག་རྐང་འཁོར་གཤོང་དུས་སྐབས་ལ་ནམ་རྒྱུན་ཡར་ལི་རྩྭ་སྦྱང་མཁན་ད་དེ་འདྲི་མིན་པ་ཡིན་ན་གཟུགས་པོ་ད་དེ་འདྲི་སྒང་ནས་དཀའ་ངལ་འཕྲད་གི་ཡོད་ཀྱི་རེད། ད་ཁ་སང་ཡིན་ན་ང་ཚོ་དཀའ་ངལ་ཆེན་པོ་འཕྲད་སོང་ག་རེད་ཟེར་ན་ཉི་མ་དང་པོ་རེད་དེ་ནས་ད་ལྟ་ང་ཚོ་བོང་ནི་ཁོལ་ལན་རྒྱུ་ནས་ཡང་འུར་པ་ད་ལ་ཡོང་ས་དེ་གྱེན་ལ་འགྲོ་དགོས་ཡ་དེ་འདྲི་ཡོད་ཀྱི་ས་ཆ་དཔེ་མང་པོ་གླས་སོང་དེ་ལ་ང་ཚོ་རྐང་འཁོར་བཏང་ནས་འགྲོ་ཐུབ་ཡ་ད་དཔེ་སེམས་ཐག་རེད་བྱ་དེ། ཏང་ག་དེ་ཁྲིད་བྱས་ནས་ང་ཚོ་གོམ་པ་རྒྱ་ནས་རྒྱུན་རང་བོར་སླེབས་ཡིན་ཨ་ནས། ད་ང་ཚོ་དཀའ་ངར་ཆེ་ཤོས་དེ། ཉབ་རིས་དང་རྐང་པ་དང་ཨ་ནི་སྐེ་ཚིགས་དང་ད་ང་ཚོ། ཨོང་ཤ་དང་དེ་ཚོ་དེ་དཔེ། ད་གི་འདུག་ཨོ་དེ་དུས་ཀྱི་དཀའ་ངར་འདུག་དེ་ཡིན་ན་ཡང་ད་ང་ཚོ་ཚང་མ།

ཁ་སང་ང་ཚོ་བོད་ནས་ར་ཐའོ་སི་མདུན་ལ་ང་ཚོ་ལ་རྒྱབ་སྐྱོར་བྱེད་ངེས་ཡིན་ཅེས་ཁ་ཤིག་ཅིག་གླས་སོང། ཨ་ནེ། དེ་ནས་ང་ཚོས་ད་ལྟ་རྫོང་གི་གྲོང་སྡེ་ལས་ཁུངས་སུ་ད་ལྟ་བོད་སྒར་མ་སི་ཀར་ཟེར་ནས་རྫོང་དཔོན་ལ་ང་ཚོས་སྙན་ཞུ་ཡི་ཡི་དེ་ཕུལ་ཡོད་རེད། དེ་ནས་ལམ་ཀ་ནས་ང་ཚོ་ཡོང་པའི་སྐབས་ལ་ཁོས་ལན་གླས་རེད་ཁོས་ལན་ཟེར་ས་དེ་འཇར་མན་གྱི་གྲོང་ཁྱེར་ཆེ་ཤོས་ཀྱི་གྲས་ཅིག་རེད་དེ་ལ་ང་ཚོས

ད་ཉིད་ཤོ་ཕེ་ཧམ་གྱི་ཐང་དང་རྫོང་དཔོན་མཉམ་པོ་ཐུག་ཡག་གི་དུས་ཚོད་བཟོས་བཞག་ཡོད་ཨ་ནི་དེ་ཡི་མཉམ་པོ་ང་ཚོ་ཐུག་བྱས་ནས་སྙན་ཞུ་གི་ཆོག་གུ་ཡག་དང་ཨ་ནི་དེ་འབྲེལ་བཤད་རྒྱག་ཡག་དང་ཐུག་བྱ་བཞིན་ཡོད་དེ་ནི་བར་ད་ལྟ་ང་ཚོ་ཐང་མ་ཉན་ཁང་དེ་རྒྱལ་བ་རིན་པོ་ཆེའི་སྐུའི་འཁྲུངས་སྐར་ཉན་ཁང་དེ་སྦེར་ལིན་གནས་སྐོར་རེད་འདི་ཉན་ཁང་དེ་ལ་ང་ཚོ་སྦེར་ལིན་ལ་ཨ་ནི་སྐུ་མདུན་གྱི་འཁྲུངས་སྐར། ད་སྟབས་བདེ་ཅིག་ད་ང་ཚོ་ཐང་ཐང་ཅིག་ན་ཡམ་གྱི་སྐྱེན་པའི་དགྲ་སྐྱིད་པོ་དང་དེ་འདྲའི་ཅིག་དྲག་པོ་ཆགས་ཀྱི་འདུག་དེ་ཡིན་ན་ཡང་ཁོང་ཁར་སྟབས་བདེ་ཅིག་དང་ཨ་ནི་ང་ཚོ་བར་གྱི་མཇུག་བསྡོམས་དེ་འཇར་མན་གྱི་ཀང་སི་ལོར་ཨམ་གྱི་མདུན་སྲིད་བློན་ལེན་ཁོང་གི་མདུན་ལ་ཐུགས་སུ་མཇུག་བསྡོམས་ཞུ་གི་ཡོད་དེ་ལ་ང་ཚོ་སྐུ་མགྲོན་ཁ་ཤིག་གདན་འདྲེན་ཞུས་ཡོད་རེད་ཨ་ནི་དག་ནང་བཞིན་གྱི་ང་ཚོ་དེའི་ཉིན་གང་དེ་ལ་ཨ་ནི་ཨང་གི་ལ་མེར་ཀེལ་རེད་གྲོས་ཚོགས་གྲོགས་ཚོགས་གཙོས་པའི་འཐུས་མི། ད་ནི་བློན་ཆེན་ལས་ཁོང་ཁག་འདི་ཚོ་ཚང་མ་ལ་ང་ཚོས་སྙན་ཞུ་ཕུལ་ཡ་དེ་གྲ་སྒྲིག་བྱས་ནས་འདི་ཚོ་ཚང་མ་དེ་ཚོར་ཞུ་གཏུག་གི་སྙན་ཞུ་དེ་བློ་བཟང་ཕུན་ཚོགས་ལ་ད་ལྟ་ཞུ་གཏུག་གི་སྙན་ཞུ་དེ་ཚོ་གི་ནང་ལ་གཙོ་བོ་གཙོ་བོ་ག་རེ་ཡོད་ན་ཕར་ཆུ་ཕྲུག་ལག་པ་ལ་བཟུང་ཡོད་རྒྱུ་དེ་ཡིན་རྒྱུ་རུ་བ། གཙོ་བོ་དེ་དེ་རིང་ང་ཚོ་རྐང་འཁོར་སྐོར་སྐྱོད་ཁུལ་ལས་འགོར་དེ་དཔེར་དགོས་ཡ་གི་དགོས་འདུན་དོན་ཚན་དྲུག་ཡོད་རེད་དེ་གི་དྲུག་གི་དང་པོ་དེ་ང་ཚོ་པན་ཆེན་ཆུང་སྲས་དགེ་འདུན་བཅུད་ཀྱི་ཉི་མ་དང་ང་ཚོ་གར་སོང་ཆ་མེད་དུ་ཆགས་བྱས་ནས་ལོ་ཉི་ཤུ་རྩ་ལྔ་འཁོར་དགོས་རེད་དེ་གི། གནས་སྟངས་དེ་རྒྱ་ནག་གཞུང་གིས་གསལ་བོ་ཡོང་ཡག་བྱེད་དུས་འཇར་མན་གཞུང་ད་རིང་ང་ཚོ་དོན་ཚན་དྲུག་དེ་འཇར་མན་གཞུང་ལ་ཞུ་གཏུག་བྱེད་ཡག་ད་ང་ཚོ་འཇར་མན་གནས་སྡོད་ཀྱི་བོད་པ་གཅིག་ཡིན་སོང་ཙང་ཨ་ནི་སྡེ་གི་གཞུང་ལ་ཡ་ཨ་ནི་ང་ཚོ་ཐོག་ལ་རྒྱབ་སྐྱོར་འདི་འདྲ་འདི་འདྲ་དགོས་ཀྱི་འདུག་ཟེར་ཡག་གི་འཇར་མན་གཞུང་མ་གཉིས་ཀ་ལ་ཞུ་གཏུག་གི་ལས་འགུལ་དེ་རེད་འདི་ཡིན་དུས་ཨ་ནི་པན་ཆེན་ཆོང་གསེར་རིན་པོ་ཆེ་གིས་གཙོས་པའི་ཨ་ནི་ང་ཚོ་བོད་ཀྱི་ཆབ་སྲིད་བཙོན་པ་འདི་ཚོ་ཨ་ནི་བློ་གྲོས་ཡོང་ཡག་གི་ཐོག་ལ་འཇར་མན་གཞུང་གི་ངོས་ནས་རྒྱབ་སྐྱོར་ཞུ་དགོས་ཀྱི་འདུག་ཟེར་ཡག་དེ་དོན་ཚན་དང་པོ་དེ་རེད་ཨ་ནི་དོན་ཚན་གཉིས་པ་དེ། ང་ཚོས་སྤྲུལ་སྐུའི་ཡང་སྲིད་ངོས་འཛིན་བྱེད་ཡ་དེ་ང་ཚོ་བོད་བརྒྱུད་ནང་བསྟན་གྱི་ཐུན་མོང་མ་ཡིན་པའི་ལམ་ལུགས་ཀྱི་ཆགས་ཀྱི་ཡོད་རེད་དེ་ལ་ཁོ་ནང་ཆོས་དང་ལྡན་པའི་ཆོས་ཁས་མི་ལེན་ངེས་གི་དམར་པོའི་སྲིད་གཞུང་ཞིག་གི་དེ་ལ་ཐེ་བྱུས་བྱེད་ན་རྩ་བ་ཉིད་ནས་འགྲིག་གི་མི་འདུག་ཨ་ནི་དེ་ལ་ད་ཨ་རིའི་ངོས་ནས་ཁོ་དེ་སྤྲུལ་སྐུའི་ཡང་སྲིད་ངོས་འཛིན་བྱེད་ཡ་དེ་བོད་དབུལ་པོ་ཐུན་མོང་མ་ཡིན་པའི་སྡེ་ཡིན་དུས་དེ་ལ་རྒྱ་ནག་གཞུང་གི་ངོས་ནས་ཐེ་གཏོགས་བྱེད་ཆོག་གི་མ་རེད་ཟེར་ཡ་གི་ཁྲིམས་བཤེར་དེ་དེ་ནང་བཞིན་གྱི་འཇར་མན་གཞུང་གི་ངོས་ནས་ཁྲིམས་བཤེར་ཅིག་གཏན་འབེབས་བྱེད་དགོས་ཀྱི་འདུག་ཟེར་ཡ། གནད་དོན་གཉིས་པ་དེ་དེ་རེད་གནད་དོན་གསུམ་པ་དེ། ང་ཚོས་རྒྱ་ནག་གི་མི་སེར་དང་གསལ་འགོད་པ་དང་སུ་ཡིན་ན་འཇར་མན་ནང་ལ་སླེབས་ཚར་བའི་དུས་ལ་ས་ཆ་ག་བར་འགྲོ་དགོས་ན་ས་གནས་ག་བར་འགྲོ་དགོས་ཡོད་ན་གོ། ཁར་ས་དེའི་རང་དབང་གི་ཐོག་ནས་འགྲོ་ཆོག་གི་ཡོད་རེད་དེའི་ནང་ཞེན་གི་འཇར་མན་གི་མི་སེར་དང་གསར་འགོད་པ་རྒྱ་ནག་ལ་མ་འགྲོ་བའི་སྐབས་ལ་ཨ་ནི་ཁོ་ས་མིག་ག་བ་ཡིན་ན་འགྲོ་ཆོག་ཡ། ཨོ་དེ་འདྲའི་གི་ཕར་འགྲོ་སུ་ཡོང་འདྲ་མཉམ་གི་ཐོབ་ཐང་ཨ་རིག་གི་གྲོས་ཚོགས་ནས་གཏན་འབེབས་ཞུས་པ་ནང་ཞེན་གི་འཇར་མན་གཞུང་གི་ངོས་ནས་ཨོ་དེ་འདྲའི་གི་གཏན་འབེབས་ཞུ་དགོས་གི་འདུག་ཟེར་ཡ་དེ་དོན་ཚན་གསུམ་པ་དེ་རེད། དེ་ནས་དོན་ཚན་བཞི་པ་བཞི་པ་དེ་རྒྱ་ནག་གཞུང་ནས་གོང་ས་མཆོག་གི་སྐུ་ཚབ་དང་ལྷན་དུ་ད་ང་ཚོ་བོད་བོད་ཀྱི་དཀའ་རྙོག་སེལ་ཡ་དེ་ཁོ་ཞི་མོལ་དང་གྲོས་མོལ་བརྒྱུད་ནས་ང་ཚོ་སེལ་དགོས་ཡ་གི་གནས་སྟངས་ཅིག་ཆགས་ཀྱི་ཡོད་དུས་ཨ་ནི་དེ་ད་བོད་ཀྱི་གནས་སྟངས་ཞི་མོལ་གྲོས་མོལ་ཡོང་ཡ་གི་ཐོག་ལ་ཨ་ནི་འཇར་མན་གཞུང་གི་ངོས་ནས་བར་འདམ་དང་དེ་ལ་མཐུན་འགྱུར་དང་རྒྱབ་སྐྱོར་བྱེད་དགོས་ཀྱི་འདུག་ཟེར་ཡ་དེ་དེ་དོན་ཚན་བཞི་པ་དེ་རེད་ཨ་ནི་དོན་ཚན་ལྔ་བ་དེ་འཇར་མན་གཞུང་ནས་འགྲོ་བ་མིའི་ཐོབ་ཐང། ད་ང་ཚོ་འཇར་མན་གཞུང་གི་ངོས་ནས་རྒྱ་ནག་དང་མཉམ་དུ་ཚོང་འབྲེལ་གཉིས་མ་ཡིན་ན་ཚོང་འབྲེལ་ཤུགས་ཆེན་པོ་ཡོད་རེད་ད་བར་སྐབས་ཤིག་ལ་ཚོང་འབྲེལ་ཚོགས་པའི་མྱོང་རོལ་འགྲོ་ཡི་ཡོད་རེད་དེ། ཨ་ནི་རྒྱ་ནག་གཞུང་དང་མཉམ་པོ་ཚོང་འབྲེལ་བྱེད་པའི་སྐབས་ལ་ཨ་ནི་ཚོང་འབྲེལ་དེ་གལ་ཆེན་པོ་ཡིན་པ་ནང་བཞིན་གྱི་ཨ་ནི་འགྲོ་བ་མིའི་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་དང་ཨ་ནི་གཅིག་མ་འཇོག་གི་རང་དབང་ཆོས་དད་ཀྱི་རང་དབང་ལ་སོགས་པ་བདེ་གསོ་ད་གོ་གལ་ཆེན་པོ་ཡིན་པ་འདྲ་མཐོང་རྩིས་བྱས་ནས་ཨ་ནི་ཚོང་འབྲེལ་བྱེད་པའི་སྐབས་ལ་ཨ་ནི་གཅིག་བོད་ནང་གི་གནས་སྟངས་རེད་ད་ང་རང་བཞིན་དུ་ཧོང་ཀོང་རེད་ཤིན་ཅང་རེད་ད་རྒྱ་ནག་གོ་ལ་ཉག་དེ་གཉིས་ཀྱི་བདེ་གསོ་གི་གནས་ཚུལ་དེ་ངེས་པར་དུ་བླང་སློང་བྱེད་དགོས་ཀྱི་འདུག་ཨ་ནི་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་ལ་སོགས་པ་ཡར་རྒྱས་མ་ཡར་རྒྱས་མ་སོང་གི་བར་དུ་ཨ་ནི་ཚོང་འབྲེལ་དེ་མཚམས་འཇོག་བྱེད་དགོས་ཀྱི་འདུག་ཟེར་དེ་དོན་ཚན་ལྔ་བ་དེ་རེད། ཨ་ནི་དོན་ཚན་དྲུག་པ་དེ་ད་ལྟ་ད་རྒྱ་ནག་ནས་བྱུང་བའི་ཏོག་དབྱིབས་ཀྱི་ནད་ཡམས་དེས་འཛམ་བུ་གླིང་ག་ས་ག་བ་ལ་དག་ཁྱབ་ནས་དག་དཀའ་ངལ་ཆེན་པོ་ཞིག་འཕྲད་བསྡད་ཀྱི་ཡོད་པའི་དུས་སྐབས་འདི་ལ། དེའི་དཀའ་ངལ་འདི་འདྲའི་བཞིན་འཛམ་བུ་གླིང་ལ་ཡོང་བ་འགོ་ཡག་གི་རྒྱུ་རྐྱེན་དེ་རྒྱ་ནག་གཞུང་གི་དམ་བསྒྲགས་ཀྱི་སྲིད་བྱུས་དང་ཨ་ནི་ཁྲིག་འཛིན་གྱི་སྲིད་བྱུས་དེ་ལ་བརྟེན་ནས་བྱུང་བ་ཞིག་གོ་ཆགས་ཀྱི་དངོས་གནས་ཚུལ་གྱི་ཐོག་ནས་ཆགས་ཀྱི་ཡོད་རེད་དེ་དང་པོ་ནི། དག་ནད་ཡམས་དེ་ཉེན་ཚབས་ཆེན་པོ་ཡིན་པ་དང་དེ་འདྲའི་ཐོག་ནས་གོ་གསལ་བསྒྲགས་བྱས་ཉེས་དུ་ཟོག་གྲངས་ཀ་གསོག་འཇུག་བྱས་ཨ་ནི་ཁྲིམས་ཁང་བཅུ།

ཁྱེད་རྣམ་པ་གི་ད་ཐེངས་ཀྱི་ལས་འགུལ་ལམ་སྣ་འདྲ་ཡང་ན་རྐང་འཁོར་སྐོར་སྐྱོད་ཀྱི་བོད་དོན་དྲིལ་བསྒྲགས་ཀྱི་ལས་འགུལ་འདི་དང་མཉམ་དུ་གཅིག་གྲུབ་འབྲས་ལམ་སྣ་འདྲ་ཡང་ན་རེ་བ་གང་དྲིས་རྒྱག་གི་ཡོད། རེ་བ་ག་ལ་གང་འཚམ་རྒྱག་གི་ཡོད་ག་རེད་ཟེར་ན་ད་ལྟའི་སྐབས་ལ་འཇར་མན་གཞུང་གི་ངོས་ནས་རྒྱ་ནག་གི་ཐོག་ལ་འཛིན་པའི་སྲིད་བྱུས་དེ་ལྟས་ཟིག་ཁྲག་རུ་བསྒྲོ་གི་རེད་ད་ནང་བཞིན་གྱི་འཇར་མན་མི་སེར་གྱི་ངོས་ནས་རྒྱ་ནག་ལ་ལྟ་སྟངས་དེ་རྦད་དེ་འགྱུར་བ་ཆེན་པོ་ཞུགས་ཀྱིན་འགྲོ་བོ་རེད་ན་ཡམ་ཁེ་གི་རྐྱེན་བྱས་ནས་དེའི་གི་དུས་སྐབས་འདི་འདྲིའི་རྗེས་ལ་ཨ་ནི་འཇར་མན་གི་གྲོས་ཚོགས་བོན་དུས་ཐག་ཚད་གི་དེ་གི་ནང་ལ་ཡིན་ན་ཡ་ཨ་ནི་གཅིག་ཕར་འགྲོ་ཚུར་འོང་འདྲ་མཉམ་གི་ཨ་རིའི་གི་གྲོས་ཚོགས་ནས་གཏན་འབེབས་བྱས་པ་ནང་བཞིན་བྱེད་དགོས་གི་འདུག་སེ་ཉིན་གྲོས་ཚོགས་འཐུས་མི་དེ་འདྲི་ཡོང་དགོས་རེད་ཨ་ནི་གཅིག་བོད་གི་ཐོག་ལ་ད་ང་ཚོ་གཅིག། ལངས་ཕྱོགས་གསལ་བོ་ཅིག་དང་རྒྱབ་སྐྱོར་ཆེན་པོ་བྱེད་དགོས་འདུག་ཟེར་ནས་གྲོས་ཚོགས་གཙོ་མོ་དེ་འདྲའི་དང་དེའི་སྐབས་ལ་ཡོང་དགོས་རེད་སྤྱིར་བཏང་འཇར་མན་གྱི་གྲོས་ཚོགས་ནང་ལོགས་ལ་བོད་དོན་གྱི་ཐོག་ལ་དོ་སྣང་བྱེད་ཉེས་དང་རྒྱབ་སྐྱོར་བྱེད་ཉེས་དེ་ག་ལ་གང་ཙམ་མང་པོ་ཡོད་རེད་ད་ནང་བཞིན་གྱི་ང་ཚོའི་སྲིད་བློན་ཨང་གི་ལ་མེར་ཀེལ་ཡིན་ན་ཡང་ད་རྒྱ་བ་རིན་པོ་ཆེ་དང་མཇལ་འཕྲད་གནང་མྱོང་ཡོད་རེད་ཨ་ནི་སྤྱིར་བཏང་གོ་འགྲོ་མིའི་ཐོབ་ཐང་དང་ཨ་ནི་བོད་དོན་དེ་ཚོ་གི་ཐོག་ལ་ནམ་རྒྱུན་ནས་ཐུགས་སྣང་གནང་མཁན་གྱི་ཆ་དེ་གོ་རེ་འདི་ཡིན་དུས། ཨ་ནི་ད་ལྟའི་དུས་སྐབས་འདི་ལ་གོ་སྐབས་ཆེན་པོ་གྱིས་དང་རེ་བ་ཆེན་པོ་གྱིས་འདུག་བཟང་གསུམ་གྱི་འདུག་ལགས། ལ་བཟོ་ཡ་དེ་དང་མཉམ་དུ་བོད་མི་ཚོས་ཁྱེད་ཅག་གི་ལས་འགུལ་འདི་དང་མཉམ་དུ་ཡ་དོ་སྣང་ལབ་ན་འདྲ་ཡང་ན་བོད་མི་ཚོར་ཅིག་ཡ་འབོད་སྐུལ་ཞུ་ཡ་ཡིན་ན་འདྲ་དེ་འདྲའི་དམིགས་བསལ་ཡོད་ན། ང་ཚོ་བོད་མི་འདི་ཚོ་གི་ད་འདི་དུས་སྐབས་འདི་ལ་ང་ཚོས་གོ་སྐབས་དམ་འཛིན་བྱེད་ཆེད་ནས་ལས་འགོར་སྤེལ་ཆེད་ནས་ཞུ་གཏུག་བྱེད་ཆེད་ནས་འདུག་ཟེར་དགོས་ཡ་དེ་ཁོ་ལུང་པ་ག་བ་ན་ལ་ཡོད་ན་ལུང་པ་དེ་གི་སྲིད་གཞུང་རེད་གྲོས་ཚོགས་འཐུས་མི་རེད་དེ་ཚོ་ལ་ཡ་ཞུ་གཏུག་བྱེད་ཆེད་ནས་ལས་འགོ་སྤེལ་དགོས་ཡ་དེ་ད་འདི་དུས་སྐབས་ལ་དངོས་དངོས་ནས་དྲ་གནས་གི་གལ་ཆེན་པོ་དེ་འདུག་གསང་རྩོམ་གྱི་དུས་སུ་དྲན་གི་ཡོད་དེ། གཅིག་ནུབ་ཕྱོགས་ལུང་པ་ལ་འཚར་ལོངས་བྱུང་མེད་ད་ནུབ་ཕྱོགས་ལུང་པ་ལ་ད་ནུབ་ཕྱོགས་ལུང་པ་གི་མི་སེར་ཆགས་ཐག་ཉེ་དུ་དགོས་དགོས་ཨ་ནི་ཁོ་ཚོ་ལ་ཡང་ཐོབ་ཐང་གཅིག་ཡོད་རེད་སོ་སོའི

འཛམ་བུ་གླིང་གི་ནུབ་ཕྱོགས་སུ་ལྷུང་བ་རེད་ད་ག་བ་གནས་ཀྱི་ཡོད་ན་བདེ་སྡུག་གི་ལས་མགོར་མུ་མཐུད་མི་སྟེར་རོགས་ཞེས་ཟེར་ཡ་དེ་རེད་བ་ཡིན་ལོ། ལགས་སོ་བློ་བཟང་འཛིན་ལགས་ཨ་ནི་ཁྱེད་རྣམ་པ་ད་ལམ་བར་ནས་བར་ཆད་དང་ཉེན་ཁ་དེ་འདྲས་མེད་ཅེས་ཨ་ནི་ད་ཅིག་ལས་འགུལ་དེ་ལེགས་འགྲུབ་ཡོང་བའི་གི་སྨོན་འདུན་དང་བཅས་དེ་རིང་ངི་ནི་དུས་ཚོགས་གང་གི་འདི་ནས་མཚམས་འཇོག་དགོས་བྱུང་སོང་ཁྱེད་རྣམ་པ་ཚང་མ་ཨ་ནི་ལམ་ལམ་ཁ་ནས་ཅིག་བཀྲ་ཤིས་བདེ་ལེགས་ཡོང་ཡ་གི་རེད་བ་ཡོད།